ལྷན་རྒྱས་སྐུ་ཁམས་བཟང། ད་རིང་ཕྱི་ཚེས་ཉི་ཤུ་ཉིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མདོ་ཁམས་ཆུ་བཞི་སྒང་དྲུག་གཞིས་བྱེས་གཉིས་དང་ཧི་མ་ལ་ཡ་ནང་པའི་ཆོས་ཚོགས་ཐུན་མོང་ནས་གོང་ས་རྒྱ་བ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་སོང། དེ་བཞིན་ཧི་མ་ལ་ཡའི་ནང་པའི་ཆོས་ཚོགས་དང་མདོ་ཁམས་ཆུ་བཞི་གངས་ཕྲུག་བཞི་ཆེ་ཐུན་མོང་ནས་མགོན་པོ་གང་ཉིད་མཆོག་ལ་བཀའ་དྲིན་རྗེས་དྲན་དུ་གཟེངས་རྟགས་ཤིག་འབུལ་ལམ་ཞུས་སོང། ད་རིང་འདི་གའི་གསར་འགོད་པས་ཚོགས་པ་གཉིས་ཀྱིས་བརྟན་བཞུགས་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་རྣམ་པ་གཉིས་ལ་བརྟན་བཞུགས་དང་འབྲེལ་ཆེད་བཅར་འདྲི་ཞུས་པར་གསན་གཟིགས་གནང་རོགས་གནང། ང་ཚོའི་བོད་པའི་ཀ་བ་གངས་ཅན་གྱི་གཞན་ལ་ཨ་ནེ་ཨོ་པ་ཅཱ་རེ་གཟིགས། ཨ་ནེ་སྤྱི་ནོར་ཀོང་ཚེ་སྐྱབས་མགོན་ཆེན་པོ་མཆོག་ལས་བཀའ་དྲིན་ཆེ་གཟིགས་སྨྲེ་བ་དེ་དག་ཚང་མས་ཤེས་བཞིན་པ་རེད། ཡིན་ནའང་ད་ད་ལོ་ནི་སྤྱི་སྟངས་གང་ཡིན་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཡིན་ན་བྱམས་བརྩེ་གི་ལོ་རེད་ཟེར་ནས་སྲུང་བརྩི་བྱས་བསྡད་ཀྱི་ཡོད་རེད་ལ། ང་རང་ཚོ་ཚང་མ་གི་ད་སྐྱེ་བོ་ནམ་ཟླའི་ཡོངས་ཀྱི་ནི་སྐྱེ་ནུས་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལོ་དགུང་གྲངས་དགུ་བཅུ་ལ་ཕེབས་པ་གི་གོ་སྟོན་གྱི་རྟེན་ཞིག་ཏུ་ནི་ཚོགས་པ་སྐྱིད་སྡུག་ཁག་མང་པོ་ཟིག་གི་ཕེབས་བསྡད་ཀྱི་ཡོད་རེད་ལ། ནི་ང་ཚོའི་ནི་འདུ་ཁོམ་ཆེ་ཤོས་གང་དྲུག་གི་ངོས་ནས་ཡིན་ན་ཡང་ནི་བཞི་བཞི་གཉིས་ཆ་གི་འཚབ་བྱེད་བྱས་ནས་ནི་ད་རེས་ནི་ཆེ་ཤོས་གང་དྲུག་གི་ཏུ་བྱས་ནས་རྟེན་ཞིག་ཕེབས་ཡ་དེ་དེ་འདྲ་ཟིག་ཡིན། དེ་རེད་གསུངས་དང།
ལ་ཟེར། ད་ལྟ། ནམ་ཞར་རྒྱུན་དུ་ནས་གོང་ས་མཆོག་གིས་བཀའ་དགོངས་འགྲུབ་པའི་འབྱོར་བ་འདི་ཡི་གེའི་ཕྱི་ལུགས་ཀྱི་བར་ཆོད་ཟེར་གྱི་ཡོད། དེ་ལྟ་ཡིན་པར་ད་ནམ་ཞར་རྒྱུན་དུ་ནས་ཁྱེད་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ཟེར་ཡ་དེ་ད་ང་ཚོས་ནས་དེ་རག་ད་ཁྱེད་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨ་ནི་བརྟན་བཞུགས་བརྒྱ་དང་སྟོང་ག་ཚད་ཕུལ་ན་ཡང་བཀའ་དགོངས་ལས་ལྷག་ཟིན་ང་ཚོས་ནས་ཡོད་མ་རེད་དེ་འདྲ་བྱས་ཏེ། ད་ད་དེང་སང་ཨ་ནི་བཤད་བསྡད་མཁན་མང་པོ་ཟིག་ཡོད་རེད་བཀའ་དགོངས་སྒྲུབ་དགོས་རེད་བཀའ་དགོངས་སྒྲུབ་དགོས་རེད་ཟེར་མཁན་མང་པོ་ཟིག་ཡོད་རེད་ད། ཡིན་ན་ཡང་བཀའ་དགོངས་དེ་ག་ཚད་ཟིག་སྒྲུབ་ཀྱི་ཡོད་མེད། ང་ལ་ཡི་འཁྲི་བ་རེད་ལ་ཁྱེད་རང་ལ་ཡི་འཁྲི་བ་རེད། དེ་འདྲ་བྱས་ཏེ་ང་རང་ཚོ་ཚང་མ་གི་མགོན་པོ་ཞིག་གོ་ཡོད་ད་ཧ་ཅང་གི་གལ་ཆེན་པོ་རེད་ད་བོད་ནང་འགྲོ་བ་ཅིག་ན་ད་ད་ལོ་ང་ཚོ་ཆུ་ཆུ་གང་འདྲའི་གི་ཨ་ནི་བསྟན་བཤིག་ལ་ཨ་ནི་ཅིག་ངུ་ནི་གྲང་ནི་ཕ་གི་ལ་ཅིག་རྒྱུ་དངུལ་པོ་ད་མི་དངུལ་པོ་འདི་ལ་ཡོང་ས་ཡོད་མ་རེད་ད་ཡིན་ན་ཚེ་ཚེ་ལྟ་སོགས་ལོས་རེད་དེ་ག་ནང་བཞིན་གི་ཨ་ནི་ཞབས་རིམ་འདྲ་བ་གི་ཐོད་དུ་ཙུན་དུ་བྱས་བཙོང་དེ་རྒྱབ་ཐག་ད་ཁྲི་ཕྲག་འབུམ་ཕྲག།

ད་ལོ་གི་གོ་སྟོན་ལ་ཚོགས་པ་འདྲ་མིན་གྱི་སོ་སོ་གི་མཚོན་དོན་འདྲ་མི་འདྲ་དེ་འདྲ་ཕུལ་བསྡད་ཡོད་རེད་དེ་ཚོ་དཔེ་མ་ཟད་པ་ཡག་པོ་རེད་བསམ་གི་ཡོད་ཡིན་ནའི་ད་རེས་ང་ཚོ་གི་མཚོན་དོན་དེ་འཕགས་པ་རི་གསུམ་མགོན་པོ་གི་ཕྱག་མཚན་དང་སྤྱན་རས་གཟིགས་ཀྱི་ཕྱག་མཚན་མེ་ཏོག་པད་མ་དཀར་བོ་ཕྱག་ན་རྡོ་རྗེ་གི་ཕྱག་མཚན་གསེར་གྱི་རྡོ་རྗེ་ད་ལྟ་འཇམ་དབྱངས་ཀྱི་ཕྱག་མཚན་རལ་གྲི་བཅས་བཅས་ནས་འོད་དུ་ཞི་བྱས་ནས་གསུམ་དུ་བྱས་ནས་ཕུལ་ཡོད་རེད་ལ་འདིའི་སྒང་ལ་ང་རང་ཚོ་གསེར་གྱི་ཁམས་གསུམ་སུ་སྣོན་ཏེ།

ཆུ་བཞི་སྒང་དྲུག་གི་མཚོན་བྱེད་དེ་ནི་ལུང་དེ་ཚོའི་དཀྱིལ་ན་ནི་བཞི་ཡོད་རེད་དེ་ཆུ་བཞི་གི་མཚོན་བྱེད་བྱས་ནས་ད་ང་ཚོས་ད་གཟིགས་ཆུ་བཞི་སྒང་དྲུག་ཞིབ་བཤེར་ཐུན་མོང་གི་ཐོག་ནས་ཀྱི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བརྟན་པ་དང་མཛད་འཕྲིན་རྒྱས་པ་དང་ཐིག་གི་དགོངས་བཞེད་མཐའ་དག་ལྷན་གྱིས་འགྲུབ་པ་དེ་འདྲ་ཟིག་གི་ཆེད་དུ་ཕུལ་ཡང་རེད་ལ། སྐྱབས་མགོན་མི་རྗེ་ན་ནིང་སྤྱི་ཟླ་དྲུག་པའི་གི་ཚེས་པ་ལྔ་ནས་ད་ལོའི་སྤྱི་ཟླ་དྲུག་པའི་ཚེས་པ་ལྔ་བར་དུ་སྐྱབས་མགོན་མི་རྗེ་དགུང་ལོ་དགུ་བཅུ་ཕེབས་ཀྱི་གོ་སྟོན་གྱི་སྲུང་བརྩི་འཛམ་གླིང་ཡོངས་ལ་ད་གར་བར་བྱམས་བརྩེའི་ལུས་སྲུང་རྩི་ཤུལ་ནང་འགོར་བ། ད་འདིའི་ཆ་ཤས་སུ་ང་ཚོ་ཧི་མ་ལ་ཡའི་གི་ད་ད་ལྟ་འདིའི་ནང་ལོག་བརྟན་ཆུ་བཅར་ངེས།

མཚོན་རྟགས་ལ་ན་ག་ལོག་དེ་ལ་གཟེངས་རྟགས་ལའོ། གཟེངས་རྟགས་དེ་ཚོ་བྱམས་བརྩེའི་མཚོན་བྱེད་རེད་ད་འདིའི་ནང་ལ་མཚོན་དོན་དེ་ལ་མཚོན་དོན་གཞིའི་ཚིག་འབྲི་བ་ཞིག་ཡོད་རེད་ད་སྐྱབས་ངོར་མོ་ཅིག་གི་གཙོ་བོ་གཙོ་བོ་སྐྱབས་ངོར་མོ་ཅིག་གི་མཛད་པ་ཕྲིན་མཛད་པ་ཕྲིན་ལས་ད་མཐའ་དང་པོ་ཡོད་བ་མ་རེད་ཡིན་ན་ཡང་རྡོག་རྡོག་ཅིག་བསྡུས་པ་ཡིན་ན་ནི་གཙོ་བོ་མཛད་ཆེན་ཞིག་ན་འདུས་དགོས་ར་ད་ག་དེ་མཛད་ཆེན་རེ་རེ་རེ་མཚོན་བྱེད་ཀྱི་མཚོན་རྟགས་རེ་རེ་རེ་ཡོད་རེད་ལ། ན་ང་ཚོ་ཧི་མ་ལ་ཡའི་ཀྱི་ནང་པའི་ཆོས་རིག་འཛིན་སྐྱོང་ཚོགས་པ་ལ་ནི་ཚོགས་པ་ཅིག་ཡོད་རེད་ཡང་དེ་མ་ཡིན་པ་ཧི་མ་ལ་ཡའི་རྒྱ་གར་ཧི་མ་ལ་ཡའི་ཀྱི་ཨ་ནི་པ་ལི་ན་ལེནྡྲའི་ཀྱི་སྲོལ་རྒྱུན་འཛིན་སྲོལ་རྒྱུན་སྲོལ་རྒྱུན་ཚོགས་པ་ལ་ནི་ཡང་ཚོགས་པ་ཅིག་ཡོད་རེད་ཚོགས་པ་གཉིས་ཡོད་རེད་ཚོགས་པ་གཉིས་པོ་དེ་ལ་སྐྱབས་མགོན་རིན་པོ་ཆེ་གྱིས་ཕལ་ཆེར་ཆིག་སྟོང་དགུ་བརྒྱ་བདུན་ཅུ་གྱ་བཅུ་ནས་བཟུང་ཆེས་དཔེ་གཟིགས་པ་ཆེན་པོ་གནང་སྐོར་འདི་གར་གནང་སྐོར་ཟེར་ན་གཙོ་བོ་གཙོ་བོར་བ་ཧི་མ་ལ་ཡ་དང་རྒྱ་གར་རིགས་ཧི་མ་ལ་ཡ་རེད་ད་འདི་གར་ནང་བཞིན་འབྲུག་དང་བོད་ཡང་ཡོད་རེད་ཁ་ཟ་འདུག་བལ་ཡུལ་འདི་ན་ཡོད་རེད་ཡིན་ནས་གཙོ་བོ་གཙོ་བོ་ང་ཚོ་རྒྱ་གར་ཧི་མ་ལ་ཡ་ད་ས་ཤར་མོན་ནེར་ནུབ་ལ་དྭགས་ཀྱི་བར་གྱི་ནི་གར་སོ་བར་འདི་རེད་ཨ་ད་ནེ་དཔལ་ནཱི་ལེནྡྲའི་གྱི་སྲོལ་རྒྱུན་སྦྱོར་བ་འདི་ང་ཚོའི་ལ་ལོ་སྟོང་ཕྲག་ལྔ་ནས་དར་འདེབས་སྦྱོར་བ་ད་འདི་ཉམས་པ་ལ་སུ་དང་མ་ཉམས་གོང་འཕེལ་ཡོང་ཡ་ཨ་ནི་སྐྱབས་མགོན་རིན་པོ་ཆེ་དུས་ནས་དུས་ལ་ནི་ས་རྒྱུས་ས་གནས་ས་ཐོག་ལ་ཕེབས་དུས་ཙམ་པ་ལ་ཀ་ཁ་བས་ཏེ། ཧི་མ་ལའི་རི་རྒྱུད་དེ་ཚོ་བཀའ་འགྱུར་བསྟན་འགྱུར་དེ་ཚོ་ཡང་ཆོས་གཤམ་ནང་བྲིས་ནས་བཞག་ཡས་མ་ཡིན་པ་བཀའ་འགྱུར་བསྟན་འགྱུར་དེ་ཚོ་སོ་སོས་ཀྱིས་དེ་ག་སློབ་དེབ་ནང་བཞིན་བྱས་ནས་སློབ་གཉེར་གནང་དགོས་ཡས་རེད་ནི། དེ་ག་ནང་བཞིན་སྤུ་གུ་དེ་ཚོ་ལ་བོད་ཀྱི་བོད་ཡིག་དང་ད་ག་རིག་གནས་ཆེ་ཕྲ་དེ་ཚོ་ཆ་ཚང་སྲོལ་རྒྱུན་དེ་ཡག་པོ་བྱས་ནས་ནི་ལབ་དགོས་ཡས་དང་མ་ཉམས་དཀོན་པོ་དང་ཉམས་པ་རྒྱུན་འཛིན་གནང་དགོས་ཡས་ཁོར་ཡུག་སྲུང་སྐྱོད་ཁོར་ཡུག་སྲུང་སྐྱོད་ལ་དོ་སྣང་གནང་དགོས་ཡས་དེ་འདྲ་བཀའ་སློབ་མང་པོ་ཞིག་འཕེལ་དགོས་ར་ད་འདི་གས་དེ་ཚོགས་པ་ཅིག་གིས་སྣེ་ཁྲིད་བྱས་ནས་ནི་མི་མང་ནང་ལོགས་ལ་རོ་ད་གདན་ས་ཁྲ་ཚང་དཀར་ནང་ང་ཚོ་གྲ་ཚུལ་འདི་འདྲའི་ད་གས་ཤེས་ད་བླ་མ་དེ་འདྲ་མང་པོ་ཡོད་རེད་ཡིན་ནས་ས་གནས་ས་ཐོག་ནང་ལོགས་ལ།

ནི་རྩ་བ་ཆེན་པོ་ནི་ང་ཚོ་རྩ་ཡི་བླ་མ་རང་འགྲོ་བའི་དངོས་གནས་ཡོད་ར་སོ་སོ་དངོས་གནས་སེམས་ན་ཡང་ད་དངོས་གནས་ཅིག་ཡོད་ཧ་ད་གཞན་དང་མ་འདྲ་བ་རྒྱལ་ཁབ་གཞན་དང་མ་འདྲ་བ་སུ་ཚོ་ར་ནི་སེམས་ན་དངོས་གནས་འཚོ་བ་ཤུགས་ཆེན་པོ་ལེ་སོ་ར་ཡ་ཨ་ནི་ཅི་ད་ང་ཚོ་དེ་རིང་བརྟན་བཞུགས་དང་མཉམ་དུ་ནི་སླེ་ར་ཡ་ཨ་ནི་བརྟན་བཞུགས་ཀྱི་དངོས་གནས་གོ་དོན་འགྲོ་ཁ་ལོ་ན་ང་ཚོ་ཅི་ད་ཨ་ནི་ཀོང་ཙོ་ཆོ་ཀོང་ཙེ་ཁྲི་ལོ་བསྟན་པ་དང་ཨ་ནི་ཨེ་འདྲ་གི་ད་གོ་དོན་གཙོ་བོ་དེ་ར་ཡིན་ན་ད་ང་ཚོ་གཙོ་བོ་དེ་ད་བོད་མི་ཡིན་པའི་ཆ་ནས་ནམ་རྒྱུན་ནི་ང་རང་ཚོ་ར་ཡ་དེ་རི་ཡིན་པ་རེད་དམིགས་བསལ་རེད་ཡིན་ནའི་ནམ་རྒྱུན་ནི་ཁོང་གི་དཀའ་ལབ་དང་ཁོང་གི་ག་རེ་སོང་བྱ་རྒྱུ་ཨནི་སུ་ནམ་རྒྱུན་ནི་རང་གནས་ལྟ་བ་འདི་གས་ཆ་ཤི་འདི་ཐུང་དུ་ར་ཡ་ཨནི་བོད་མི་ཚང་མ་ཡིན་འདྲ་ཡག་པོ་བྱེད་མཐུན་འགྲོ་བྱེད་ན་དངོས་གནས་ཁོང་གོང་ས་མཆོག་སྐུ་ཚེ་ཁྲི་ལོ་བརྟན་པ་དང་ཨནི་རྒྱུན་རིང་གནས་བ་ཨནི་བོད་མི་ཞི་བྱེད་མཉམ་སྦྱོར་ཡོང་བ་ཨནི་ཡོང་གི་རེད་བསམ་ཡོད་ར། གོང་ས་མཆོག་ལ་ཨནི་བརྟན་བཞུགས་ཕེབས་ཡ་བྱུང་ད་ནི་རྗེས་ཁ་ཆེ་ཡ་བྱུང་ཕེབས་བསུ་བྱེད་ཡ་བྱུང། པད་མ་སི་བྷང་སང་སྤྱི་བོ་བྱུང་རང་དགའ་བོ་བྱུང། ལྷག་པར་དུ། གོང་ས་ཆོས་ཐུགས་སུ་རིན་པོ་ཆེ་མཇལ་ཡུལ་འདི་སྐབས་སུ་ཞེ་རེ་ཧང་སང་ཡག་གི། ཡག་པོ་ཆགས་གནང་ཞག་ཨོ་ཆེ་ཚང་ཧང་སང་དེ་གི་དམིགས་བསལ་གི་སེམས་པ་རྣམས་ཧང་སང་ཡག་སྤྱི་བོ་བྱུང་སུ་ར། ཨ་ནི་ད་ལྟ་གི་དམིགས་བསལ་གི་ད་ལྟ་གི་ད། ང་ཚོ་མདོ་སྟོད་མི་མང་ཡོངས་ཀྱི་ཨི་འགྲིག་ཅི། བརྟན་བཞུགས་ཀྱི་ཕིག་དག་ཙམ་དཔེ་སྐལ་བ་བཟང་པོ་ཞིག་རག་རེད་བསམ་གི་འདུག་ར། བརྟན་བཞུགས་ཕིག་གི་ཡོད་རེད་ཚང་མ་བརྟན་བཞུགས་ཕིག་ཡོད་བརྟན་བཞུགས་ཕིག་པ་ནང་བཞིན་གི་དེ་ལས་གལ་ཆེ་བ་དེ་རིན་པོ་ཆེ་གི་གསུང་བ་དེ་བཀའ་གསུང་བཅུ་དྲུག་ཞུ་ཡ་དེ་གལ་ཆེན་པོ་ཞིག་རག་རེད་བསམ་གི་འདུག་ར་འོ་དེ་རེད། ཐིག་པ་གཅིག་ཅར་རེད་འོ་འོ་འོ་དེ་ཅི་ན། ཞེས་པ་ཞུ་ཡ་ཡོད་ན། ད་ང་ང་རང་ངོ་ནས་བཤད་ན་ད་ང་དེ་ནས་ཡང་ཕེབས་བསུ་ཞུ་ནས་ནང་ལ་ནི་ཕེབས་བསུ་ཞུ་ནས་ནང་ལ་འགྲོ་ཡ་རག་སོ་དེ་ག་ལ་ང་རང་ད་ང་ཅི་ད་ང་ཞེ་ད་ནས་ད་མེད་ར། ཡིན་ན་ཡང་ཞེས་དང་ནས་ད་སྐད་པ་བཟང་པོ་ང་རང་ལ་གོ་གོ་ཅིག་ཐག་ཟེར་ར། དེས་སོ་སོ་གིས་ད་སྐད་དེ་ཡ་རིན་པོ་ཆེ་ལ་ཡ་ཕུལ་ཐུབ་པ་ཙང་ང་མི་ཚེ་ནང་ལ་ད་དེ་ང་རང་གི་སེམས་ནང་ད་ལས་ཀ་ཡ་གལ་ཆེན་པོ་ཅིག་བརྩི་གི་ཡོད་ཡ་གལ་ཆེ་ཤོས་ཅིག་ད་དེ་རིང་བྱུང་སོང་ཟེར་མོད་དོ། གོང་བཞིན་གནས་ཚུལ་དེ་བོད་ཀྱི་དུས་བབ་གསར་ཁང་གི་བརྙན་ལེན་པ་དཔལ་ལྡན་དང་གསར་འགྱོད་པ་བསྟན་འཛིན་ཕུར་བུ་གཉིས་ནས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་མདུན་ཐང་ནས་སྤེལ་བ་ཡིན།